འོ་ན་ག་རེ་དགོས་ཀྱི་ཡོད་རེད་ཟེར་ཏེ་རྟོག་པ་རྟོག་པ་རང་བ་གི་ནང་ལ་ཡང་མི་སྲིད་ཁོ་རང་རྟོག་པ་རང་བའི་ནང་ལ་སྐྱེས་ཟེར་ན་རྟོག་པ་རྟོག་པ་རང་གི་ནང་ལ་ཡང་དགེ་སྡིག་གི་རྟོག་པ་ནང་ལ་སྐྱེས་དེ་ངས་དེ་ག་དགོས་ཟེར་ན་རྟོག་པ་གང་ཤར་ལ་ཡང་དགག་སྒྲུབ་མ་བྱེད། དེ་རང་སོར་བཞག་ཞོག་ཟེར་ཏེ་ཐབས་དེ་མ་གཏོགས་མེད་པ་རེད་བྱ་བྱེད་དགག་བཟོ་དེ་རེད་རྟོག་བྱེད་དགག་བཟོ་དེ་རང་རེད་རྟོག་པ་གང་སྐྱེས་ལ་ཡང་རྟོག་པ་གང་ཤར་ལ་རྟོག་པ་གང་སྐྱེས་ལ་ཡང་དགག་སྒྲུབ་མ་བྱེད། ངོ་ཤེས་ན། ངོ་ཤེས་ན་རྟོག་པ་དེ་སྐྱེས་པའང་མཐའ་དང་རྟོག་པ་ངོ་ཤེས་ཐུབ་ན་རྟོག་པའི་ངོ་བོ་ཆོས་ཉིད་ཀུན་ཏུ་བཟང་པོ་ལས་ནམ་ཡང་འདས་མེད་པ་ཡིན་དུས་དེས་རང་སར་དུ་བ་དང་པོའི་ཆོས་ཉིད་དང་དུ་བར་འགྲོ་ཐུབ་ཀྱི་རེད། དེ་ཡིན་དུས་དེ་ཡི་ཐབས་ཡག་ཤོས་ག་ཟེར་ན་མ་ཡེངས་བར་བཞག་ཟེར་ཡག་དེ་རེད་ད་ཚིག་དེ་བསམ་དོན་མེད་པས་རིག་པ་མ་ཡེངས་བཞག་རིག་པ་མ་ཡེངས་ཟེར་ཡག་དེ་ཚིག་དེ་ག་རེ་གོ་གི་རེད་ཟེར་ན། ང་ཚོ་ད་ལྟའི་བསམ་བློ་རྣམས་ལ་ཡང་རྣམ་རྟོག་དང་རིག་པ་གཉིས་དེ་ཁ་ཁ་ཆེ་གི་ཡོད་རེད་བ། རེད་འདུག་བ། རྣམ་རྟོག་དང་རིག་པ་གཉིས་དེ་ཁ་ཁ་ཆེ་གི་ཡོད་རེད་ད་རྩ་དང་རྩ་ལས་ཤར་བའི་རྟོག་ཚོགས་སྐད་ཆ་མང་པོ་ཡོད་རེད་རྫོགས་ཆེན་སྐབས་སུ་གང་དེར་ཡང་རྣམ་རྟོག་དང་རིག་པ་གཉིས་དེ་ཁ་ཁ་ཆེ་གི་ཡོད་རེད་དེ་ཡིན་ན་ཡང་རྣལ་འབྱོར་པ་ལ་རྟོག་པ་རྒྱུད་ལྡན་གྱི་གང་ཟག། རྟོག་པ་རྒྱུད་ལྡན་གྱི་གང་ཟག་རྣལ་འབྱོར། རྣལ་འབྱོར་ཚད་མའི་བློ་ལ། ག་རེ་ཡོད་ན་རྣལ་འབྱོར་པ་ཟེར་དུས་རྒྱུད་ལྡན་གྱི་གང་ཟག་ལ་གོ་གི་ཡོད་རེད་བ། རྣལ་འབྱོར་ཟེར་ཚིག་དེ་ཉམས་ལེན་ལ་གོ་གི་ཡོད་རེད་བ། ང་ཚོ་རྣལ་འབྱོར་པ་ཟེར་བའི་སྐབས་སུ་ལས་ཆེད་ཅིག་ལ་ཟ་མ་ཏང་གི་དེ་མ་རེད། རྣལ་འབྱོར་པ་ཟེར་བའི་པ་དེ་བདག་སྒྲ་རྒྱག་གི་ཡོད་རེད། ག་རེ་བདག་སྒྲ་ཟེར་ན་རྣལ་འབྱོར་ཟེར་བ་དེ་སེམས་ཀྱི་ཡོན་ཏན་ན་བཞག་སེམས་ཀྱི་ཡོན་ཏན་དེ་མངོན་དུ་གྱུར་ཟིན་གྱི་གང་ཟག་དེ་ལ་རྣལ་འབྱོར་པ་ཟེར་གི་ཡོད་རེད་དེ་འདྲ་ཡིན་ན། ད་ནི་ད་ལྟ་ང་རང་ཚོ་ལས་དང་པོ་པ་ཐམས་ཅད་ཀྱིས། ད་ནི་རྟོག་པ་གང་ཤར་གསུངས་པ་ཡིན་ན་ཡང་དེ་ལ་དགག་སྒྲུབ་མ་བྱེད་པ་དེ་ཐབས་ཟབ་ཤོས་རེད་ཤེས་དུས་ལས་སླ་པོ་འདུག་ག་ལས་སླ་བ་རྟོག་པ་དགག་སྒྲུབ་མ་བྱེད་རྟོག་པ་རང་སར་བཞག་ཞོག་སྐྱེས་ན་སྐྱེས་ཆོག་ཞོག་འགག་ན་ཁོ་རང་འགག་འགྲོ་བ་རེད་རྩོལ་བ་དང་གཉེན་པོའི་ཐོག་ནས་དགག་སྒྲུབ་མ་བྱེད་ཟེར་ནས་བཤད་ཀྱི་ཡོད་རེད་མན་ངག་གི་ལུགས་ལ་ཡིན་ན་ཡང་དེ་ཤེས་དུས་ལས་སླ་པོ་འདུག་དེ་ཡིན་ན་ང་ཚོ་ཉམས་ལེན་ནང་ནས་འགྲོ་ཡ་དེ་དཀའ་ལས་ཁག་པོ་འདུག་ག་དཀའ་ལས་ཁག་པོ་ཡོད་རེད་དེ་ག་ཟེར་ན་ཚེ་རབས་ཐོག་མ་ནས་བག་ཆགས་ངན་པ་གཅིག་ལ་ཡང་གོམས་ནས་འདུག་ཟེར་འགྲོ་བསྡད་པ་ཡིན་དུས་ཚེ་འདི་ལ་ཡིན་ན་ཡང་བླ་མ་བསྟེན་ཆོས་ཞུས་གདམས་ངག་ཞུས་ཉམས་ལེན་བྱེད་ཀྱི་ཡོད་ཟེར་གྱི་ཡོད་རེད་དེ་ནས་རྟོག་པ་བཅས་ཡོང་གི་ཡོད་རེད་རྟོག་པ་བཅས་ལ་ཧ་ལས་ཡག་གང་ཡོད་མ་རེད་ཁོ་ཆགས་སོགས་ཉོན་མོངས་པའི་རྟོག་པ་སྐྱེ་གི་རེད་ཁོ་སྐྱེ་རུང་བ་རེད་སྐྱེས་ན་ཡང་རྣལ་འབྱོར་པ་ལ་དགའ་ཚོད་མང་པོ་ཞིག་སྐྱེས་པ་ཡིན་ན་དེ་གྲོགས་རེད་མ་གཏོགས་ཁོ་དེའི་སྐྱོན་དང་སྐྱོན་གང་ཡང་མ་རེད་དེ་ལ་སྟངས་འཛིན་བྱེད་ཤེས་ན་སྲིད་ཡོད་ད་སྟངས་འཛིན་བྱེད་ཤེས་ན་སྟངས་འཛིན་བྱེད་ཤེས་ན་རྣམ་རྟོག་དེ་ཡོན་ཏན་ཆགས་བསྡད་ཡོད་རེད་ལ་ཉམས་ལེན་གྱི་གྲོགས་རེད་སྟངས་འཛིན་བྱེད་མ་ཤེས་ན་ཁོ་ཐོག་མའི་གནས་ཆ་ནས་རྣམ་རྟོག་གིས་བསྒྲིབས་བསྡད་པ་རེད་ད་དུང་ཡང་མུ་མཐུད་ནས་རྣམ་རྟོག་གིས་བསྒྲིབས་བསྡད་ཡོད་རེད་བ་འོ་དེ་འདྲ་ཡིན་དུས་ད་རིག་པ་ཟེར་ཡ་ཚིག་དེ་ཕྱག་རྒྱ་ཆེན་པོའི་བཀའ་སྲོལ་ལ་འོད་གསལ་ལྷན་ཅིག་སྐྱེས་པའི་ཡེ་ཤེས་ཟེར་ཡ་དེ་ད་རྫོགས་ཆེན་སྐབས་ནས་བཤད་པའི་ཀུན་ཏུ་བཟང་པོའི་རིག་པ་འདི་ཉིད་ད་ཀུན་ཏུ་བཟང་པོ་དང་བཟང་པོ་གཉིས་ཡོད་རེད་ཐབས་ཤེས་གཉིས་ཡོད་ཁོ་ནའི་སྐད་ཆ་གང་འདྲ་གང་ཡིན་ནམ་ཡང་ན་རིག་པ་དེ་རྣམ་རྟོག་གང་འདྲ་ཞིག་སྐྱེས་པ་ཡིན་ན་དེ་དང་མཉམ་དུ་རིག་པ་དེ་ཡོད་ཡོད་པ་རེད། དེ་འདུག་ག་ད་ཁྱེད་འཛིན་གྱི་བློ་དེ་རྣམ་རྟོག་ཁོ་རང་གི་ཐོག་ལ་བསྟུད་མར་རྒྱུགས་སོང་བ་རེད་མ་གཏོགས་ངོ་ཤེས་ན། རྣམ་རྟོག་རང་ཡན་དུ་སོང་པའི་སྐབས་སུ་དེའི་ཤུལ་ལ་རྣམ་རྟོག་དེ་གིས་རིག་པ་དེ་ངོ་ཤེས་ཐུབ་ཡོད་རེད། རྣམ་རྟོག་གིས་རིག་པ་ཟེར་ན་རྣམ་དབྱེ་དྲུག་པ་འདྲེས་སྒྲ་རྒྱག་ན་འགྲིག་གི་ཡོད་རེད། རྣམ་རྟོག་གིས་རིག་པ་ཟེར་ཤེས་ཡོན་དུ་ཁོ། སྐྱོན་དང་ཡོན་ཏན་གཉིས་མཉམ་དུ་འགྲོ་བསྡད་ཀྱི་ཡོད་རེད། འགྲོ་བསྡད་པ་ཡོན་དུ་རྣམ་རྟོག་གང་ཤར་ལ་དེ་དང་མཉམ་དུ་རིག་པ་ཡོད་པ་རེད། དེ་མ་གཏོགས་རྣམ་རྟོག་སྤངས་ནས་ལོགས་སུ་རིག་པ་ཟེར་རྒྱུ་ཚུ་རྩལ་ཡ་ཡོད་མ་རེད་དེ་མི་འདུག་ག། ཡོང་མ་རུང་བ། ད་ནི་ཆོས་དྲུག་སྐབས་སུ་ལས་ཡ་འོད་ཟ་བཤད་པའི་སྐབས་སུ་ལ། ཟབ་སྦྱོང་དེ་ནས་ཡོང་གི་འདུག་བ། ད་ཆོས་དྲུག་བདུད་རྩི་ཉིང་པོའི་དེ་ཚོའི་རིགས་ལས་ཐུགས་ཁུར་ཐུན་མོང་གི་ཐོག་ནས་གསུང་གི་ཡོད་རེད་འཇམ་དབྱངས་ཀྱི་ཤེས་བྱ་མཛོད་ཀྱི་ནང་དབང་ལ་ཡ། ཆོས་དྲུག་གི་འགྲེལ་བཤད་དེ་ཟབ་པ་གནང་གི་ཡོད་རེད། ཟབ་པ་གནང་གི་ཡོད་རེད། འོ་དེ་འདྲ་ཡིན་དུས་ད་ལྟ་ང་ཚོ་མཁན་རིན་པོ་ཆེ་ཚུལ་ཁྲིམས་རྒྱ་མཚོ་རིན་པོ་ཆེ་མཆོག་གིས་ནི་དེ་གནད་འགག་ཆེན་པོ་བཞི་བོ་ཞིག་བཏོན་གནང་གི་ཡོད་རེད། ཤེས་བྱ་མཛོད་ནང་ནས་ཡོད་པའི་གི་ཆོས་དྲུག་བདུད་རྩི་ཉིང་པོ་དེ་སྤྱི་ཡོངས་ཀྱི་ཐོག་ནས་ཡོང་ལེ་གི་ཡོད་རེད། ཤེས་བྱ་མཛོད་ནང་ནས་གསུངས་པའི་གི་འཇམ་དབྱངས་ཀྱི་ཆོས་དྲུག་གི་འགྲེལ་བཤད་དེ་ལྟ་བ་ལ་དཔྱད་པ་བྱེད་མཁན། སྒོམ་པའང་ནི་ཉམས་ལེན་བྱེད་མཁན་གཉིས་ཀ་ལ་གོ་བ་ཞིག་ཆགས་བསྡད་ཡོད་རེད་ཆོས་དྲུག་བདུད་རྩི་སྙིང་པོ་འདི་སྒོམ་པའི་ཐོག་ནས་ཉམས་ལེན་བྱེད་མཁན་ལྷག་པར་དུ་ལོ་གསུམ་བཞུགས་མཁན་ཚོ་ལས་ཐུན་མོང་གི་ཉམས་ལེན་གྱི་འགྲོ་གི་རེད་མ་གཏོགས་ད་ལྟ་ཤེས་བྱ་བཟོས་གནང་སྟེ་ལྟ་སྒོམ་གཉིས་ཀ་གི་གྲོགས་ཆགས་བསྡད་ཀྱི་ཡོད་པ་ཡིན་དུས་དཔེ་ཆ་བ་ཡིན་ན་རེད་ཉམས་ལེན་པ་གཉིས་ཀ་ལ་ཕན་ཐོགས་ཡོད་རེད་སོགས་ནས་དུས་རྩ་ཏུ་བཏོན་གནང་གི་ཡོད་རེད་དེ་དངོས་གནས་རེད་བསྡད་ཡོད་རེད་ད་སོ་སོས་སྦྱོང་བརྡར་བྱས་སློབ་སྦྱོང་བྱས་དེ་ལ་ཡང་ཞིབ་འཇུག་བྱས་ན་དངོས་གནས་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུས། འོད་གསལ་ཡིན་ན་རེད་རིག་པ་ཡིན་ན་རེད་ཀོ། དེས་ན་རྣམ་རྟོག་གང་ཤེས་ལ་ཡང་དེ་དང་མཉམ་དུ་རིག་པ་དང་འོད་གསལ་གྱི་མཉམ་དུ་གནས་དུས་ཡོད་རེད་ད་འདི་ང་ཚོ་དོ་སྣང་བྱེད་དགོས་ཡ་གལ་ཆེན་པོ་རེད་འདུག་ག་དོ་སྣང་བྱེད་དགོས་ཡོད་རེད། ལྷག་པར་དུ་སྒོམ་ཆེན་པ་ཚོས་ད་སྒོམ་ཡ་ངས་ཚོར་གི་ཅི་གི་ལག་པ་མཉམ་བཞག་བྱེད་མིག་གདངས་བལྟ་བས་ནམ་ཉིན་སེམས་མེད་པར་དཀའ་ལས་ཤི་བོ་ཞིག་བརྒྱབ་ནས་ཙོག་ཙོག་ཞིག་བརྒྱབ་ན་ན་ཡང་ན་གི་མི་འདུག་ནོག་ནོག་བྱེད་ནས་བསྡད་ཡ་ད་དེ་འདྲ་ཞིག་དེ་དཀའ་ལས་མང་པོ་རྒྱག་བསྡད་ཡོད་རེད་བ་ཡིན་ན་ཡང་ཐ་མ་དེ་ལ་གྲུབ་འབྲས་ཞེ་དྲག་མ་ཐོབ་བསྡད་དེ་ངས་མང་པོ་ཞིག་འདུག་ག་འོ་དེ་འདྲ་རེད་ད་དེ་མི་ཡོང་དེ་ཡིན་དུས་ཁོ། ཁོ་རྟོགས་པ་ལ་ཡང་གདོང་ལེན་བྱས་མ་ཐུབ་ནས་རྣམ་རྟོག་གང་ཤར་དེ་ཆོས་ཉིད་ཀྱི་ཡོ་ལང་ཡིན་པ་རྫོགས་ཆེན་སྐབས་སུ་ཆོས་ཉིད་ཀྱི་ཡོ་ལང་དེ་ཚིག་དེ་དཔེ་ཡག་པོ་ཡག་རེད་ཆོས་ཉིད་ཀྱི་ཡོ་ལང་ད་རྣམ་རྟོག་གང་ཤར་ཆོས་ཉིད་ཀྱི་ཡོ་ལང་ཡིན་པ་མ་བཤད་ཡོན་དུ་དེ་ཆོས་ཉིད་ཀྱི་རྩ་བ་དང་རོལ་བ་ཡིན་པ་མ་བཤད་ཡོན་དུ་རྣམ་རྟོག་ལ་ཆེད་འཛིན་གྱི་བློ་ཞུགས་དེ་བློ་ཞུགས་ཡོན་དུ་དེ་དང་ལྷན་གཅིག་ཏུ་ཡོད་པའི་རང་བཞིན་གྱི་ཡོན་ཏན་དེ་རིག་པ་དང་འོད་གསལ་ཡིན་ན་ཡང་དང་པོ་ངོ་མ་ཤེས་ཤེས་རབ་རྒྱ་ཆེ་བའི་ཐོག་ནས་དེ་ཚོ་བདག་གིས་འགྲོ་ཡོད་པ་ཤེས་རབ་རྒྱ་ཆེ་བ་ཤེས་རབ་ཟབ་པ་ཤེས་རབ་མྱུར་བའོ། ཤེས་རབ་གསལ་བའོ། ཤེས་རབ་ལྷིང་བ། ཤེས་རབ་བརྟན་པ། མང་པོ་འདུ་བ། ཤེས་རབ་ལ་དབྱེ་བ། ཡོན་ཏན་གྱི་ཆ་ཤས་ཤིག་ཡོད་རེད་བ། ད་ཤེས་རབ་བརྒྱ་ཆ་ས་ལས་ཤེས་ཤིང་ལུས་ངན་ད་ལྟའི་ཁོང་ཚོས་ཞུས་པ་ལྟ་བུ་རེད་བླ་མའི་མན་ངག་ལ་བརྟེན་དགོས་པ་ད་ལྟ་དེ་འདྲ་བོ། རྣམ་རྟོག་གང་ཤར་ལ་ཡང་རིག་པ་ཡོད་བ། རིག་པའི་གར་ཤར་ལ་ཡང་རྣམ་རྟོག་གི་ཆ་དེ་ཡོད་བ་དེ་གཉིས་འདུ་འབྲལ་མེད་པ། ད་མཐར། རིག་པ་ངོ་ཤེས་ན་རྣམ་རྟོག་གི་ཆོས་ཉིད་རྣམ་རྟོག་གི་རྩད་ཆོད་དགོས་བ། རྣམ་རྟོག་གི་རྩ་བ་ཆོད་དགོས་བ། རྣམ་རྟོག་རྣམས་ཀྱི་རྩ་བ་དེ་སེམས་ཡིན་པ། སེམས་ཀྱི་རྩ་བ་ཆོད་ན་རྣམ་རྟོག་གི་རྩ་བ་ཆོད་ཀྱི་ཡོད་པ། རྣམ་རྟོག་གི་རྩ་བ་ཆོད་ན་དེ་དང་ལྷན་ཅིག་ཏུ་ཡོད་པའི་ཀྱི་རིག་པའང་མ་འོད་གསལ་ཏེ་དེ་ནི་སྒོ་མདུན་དགྲར་གནས་པ་ཡོད་པ་ཡིན་ནོ་ངོ་ཞེས་ཐུག་གི་ཡོད་པའི་ཚུལ་དེ་ཚོ་བཀྲལ་ཏེ་བཤད་ཡོང་དུས་དེ་ནི་རྣལ་འབྱོར་པ་ལ་རྣམ་རྟོག་གང་ཤར་དུས་ལྟད་མོ་རེད་ཟེར་ཚིག་དེ་བསྟན་ཡོང་གི་ཡོད་རེད། འདུག་བ། ལྟད་མོ་རེད་དེ་བར་ད། ལྟ་དེ་མེད་ཡོང་དུས་ལྟད་མོ་མ་རེད་རྣམ་རྟོག་རྙོག་རེ་ཆེ་ས་ཙམ་ནས་མེད་པ་རེད་ད། རེད་འདུག་བ། རང་ཕུང་གཞན་ཕུང་དཀའ་ངལ་མང་པོ་ཅིག་བཟོ་ཡ་དེ་རྣམ་རྟོག་དེ་ལྟད་མོ་ཡོད་ན་ཡང་ལྟད་མོ་ལྟ་མ་ཤེས་རེད། རེད་འདུག་བ། ད་ལྟད་མོ་ལྟ་ཤེས་ཡ་ལ་རྣམ་རྟོག་དེ་རིག་པ་དང་མདུན་དགྲར་མེད་པ། ཆོས་ཉིད་དང་མདུན་དགྲར་མེད་པ། འོད་གསལ་དང་མདུན་དགྲར་མེད་པ་ཅིག་གི་རང་ངོ་ཤེས། དེ་ལ་ཕྱི་འཛིན་གྱི་བློ་མ་ཞུགས་ནས། བླ་མའི་གང་སྟོན་པའི་གདམས་ངག་ལ་གནད་དུ་བཙུགས་བྱས་ནས་འདི་ཚོའི་མི་ལ་རས་པ་ལ་ཡང་མར་བས་ཀྱི་གདམས་ངག་གང་བསྟན་དེ་ལ་ཡང་གདམས་ངག་ཕུར་ཚུགས་སུ་བྱས་ནས་ཉམས་ལེན་བྱས་ནས་སྣང་བ་གང་ཤར་ལ་ཡང་གདོང་ལེན་བྱེད། ཕྱི་ནང་གི་རྐྱེན་བཟང་ངན་གང་ཤར་ན་ཡང་དེ་རྐྱེན་སྣང་གྲོགས་སུ་འཁྱེར་བས་ཀྱི་མན་ངག་དང་གདམས་ངག་ལ་ཡང་གནད་དུ་བསྣུན་ཡོད་དུས། དེ་ནི་སྐུ་ཚེ་དེ་ཉིད་ལ་ཡང་ཟུང་དུ་ཟུང་འཇུག་གི་གོ་བ་རྙེད་ཐུབ་པ་བྱུང་བ་ཡིན་དུས་རྣམ་རྟོག་ག་རེ་ཤར་བ་ཡིན་ན་དེ་ཆོས་ཉིད་ཀྱི་ཡོ་ལང་ཆོས་ཉིད་ཀྱི་རོལ་བ་ཆོས་ཉིད་ཀྱི་རྩ་ལེན་པ་ཤེས་ཡོང་དུས་རྣམ་རྟོག་གིས་སྒྲིབ་ཐུབ་ཀྱི་མི་འདུག་ག་རྐྱེན་གྱིས་སྒྲིབ་ཐུབ་ཀྱི་མི་འདུག་ད་ང་ཚོ་ཁེར་སང་དེ་རེད། ངས་ཁེར་སང་ཟེར་ཡོད་དེ། ཁེར་སང་ཟེར་ཡག་དེ། རྣམ་རྟོག་དེ་སྡུག་པོ་ཞེ་པོ་ཅིག་རེད་དེ་ང་ཚོས་བར་ཆད་བྱེད་ཀྱི་ཡོད་རེད་ཉམས་ལེན་པ་ལ་རྣམ་རྟོག་ཡོད་མ་རྣམ་རྟོག་ལ་བདག་པོ་རྒྱག་རྒྱུ་ཡོད་མ་རེད་རྣམ་རྟོག་ལ་སྐྱོན་དུ་བལྟ་དགོས་རེད་རྣམ་རྟོག་ལ་དགྲ་རུ་བལྟ་དགོས་རེད་ཟེར་ནས་བཤད་བསྡད་པའི་སྐབས་སུ་རྣམ་རྟོག་ལ་དགྲ་རུ་བལྟས་པ་ཡིན་ན་ཡང་གང་ཡང་ཕན་གྱི་ཡོད་མ་རེད་མི་འདུག་ག་དེ་ཡིན་དུས་རྣམ་རྟོག་ལ་དགྲ་རུ་མ་བཏང་རྣམ་རྟོག་ཆོས་ཉིད་ཀྱི་ལམ་ཁྱེར་དགོས་ཀྱི་འདུག་རྣམ་རྟོག་ཆོས་ཉིད་ཀྱི་ལམ་ཁྱེར་ཡོང་ཡག་ལ་རྣམ་རྟོག་གི་ངོ་བོ་རྩད་ཁྱེར་དགོས་ཀྱི་འདུག་རྣམ་རྟོག་གི་གཞི་རྩ་ཆོད་དགོས་ཀྱི་འདུག་རྣམ་རྟོག་གི་གཞི་རྩ་དང་རྣམ་རྟོག་གི་ངོ་བོ་རྩད་ཆོད་ན། ཅེས་མཆོད་ན་རྣམ་རྟོག་ཁོ་རང་གི་ངོ་བོ་རིག་པ་འོད་གསལ་དང་འདུ་འབྲལ་མེད་པ་ཅིག་ཡེ་ནས་ཆོས་དབྱིངས་ཡིག་སྟོན་དུ་ཡེ་ནས་རང་ཆས་སུ་ཡོད་རེད་དེའི་སྒོམ་བརྒྱབ་ནས་གསར་དུ་ཐོབ་པ་ཡང་མ་རེད་བླ་མའི་ཐུགས་རྗེ་ལ་བརྟེན་ནས་ནུས་པ་སྤུངས་ཡོང་བ་ཡང་མ་རེད་དབང་བཞི་རིམ་པ་ལ་བརྟེན་ནས་སུ་གསར་དུ་རྙེད་ཡོང་བའི་དངོས་གྲུབ་ཡང་མ་རེད། འོ་ན་ག་རེ་ཟེར་ན་དེ་སོ་སོའི་གི་སེམས་ཤུགས་ཀྱིས་ཡང་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཡེ་ནས་རང་ཆས་སུ་ཡོད་པ་དེ་རེད་དེ་རྣམ་རྟོག་དང་འདུ་ཟེར་འབྲལ་ནས་ཡོང་དགོས་བ་ཡིན་དུས། དཔེ་དེ་རྫོགས་ཆེན་སྐབས་སུ་ལ་ཡང་ནག་ཆེན་པོ་ལ་ཤོར་བའི་མེ་ལྟ་བུ་དཔེ་བཞག་གི་འདུག་བ་དེ་དཔེ་དེ་ཡག་པོ་ཡོད་རེད་ནག་ཆེན་པོ་ལ་མེ་ཇི་ཙམ་ཞིག་ཆད་པ་ཡིན་ན་ཡང་མེ་ཆེན་པོ་ཇི་ཙམ་ཞིག་ཆད་ན་རླུང་དེ་གྲོ་བ་ལ་འགུག་གི་འདུག་བ། རླུང་ག་ཚོད་ཀྱི་ཤུགས་ཆེ་བ་ཡོད་ན་རླུང་ཤུགས་ཆེ་བ་ཡོད་ན་དེ་མེ་ཡི་གྲོགས་བྱ་ཡོད་དོ། ཇི་ཙམ་གྱི་རླུང་ཤུགས་ཡོད་ན་རླུང་དེ་ཡི་སྟོབས་ཀྱིས་མེ་དེ་ད་དུང་ཡང་དེ་ཡི་ཤུགས་དང་དེ་ཡི་རླབས་དེ་ཡི་ངར་དེ། མཐོ་རུ་དང་ཚད་དཔང་མཐོ་རུ་འགྲོ་ཡོང་དུས་དེ་ནི་གང་འཚམ་གྱི་ལ་ཡུལ་ཆ་ཚང་མེ་གིས་ཁྱབ་ཐུབ་པ་དང་མེས་འཚིག་བ་དེའི་ནུས་པ་དེ་རླུང་གི་རྐྱེན་ལ་བརྟེན་ནས་ཡོང་གི་ཡོད་པ་དཔེ་དེ་བཞིན་དུ་རྣལ་འབྱོར་པ་ཆོས་ཉིད་ཉམས་བཞག་གི་ཉམས་ལེན་ལ་ཡང་གནད་དུ་མཐུན། ཕྱི་ནང་གི་རྐྱེན་སྣ་ཚོགས་དེ་ཚོ་ཐམས་ཅད་དུ་ཆོས་ཉིད་ཀྱི་གྲོགས་སོ་ཤེར་ཤེས། ལྟ་སྒོམ་གཉིས་དེ་ཡར་འགྲོ་དུ་སོང་བ་མ་ཡིན་པར་ལྟ་སྒོམ་ཟུང་འཇུག་གི་གནད་ལ་དབང་ཉེ་དབང་འབྱོར་ཀློང་དུ་གྱུར། ད་ཅི་འདི་ག་ན་ཤིང་གི་གཅིག་གིས་ཚོགས་དྲུག་གི་ཤེས་པའི་ཡུལ་ལ་ཡང། ཚོགས་དྲུག་གི་ཤེས་པའི་ཡུལ་ལ་ཡང། གཟུགས་སོགས་སྣང་བ་སྒྲ་རོ། ཚོར་འདུ་ཐོས་པ་ལ་སོགས་པའི་ཡུལ་སྣང་ག་རེ་ཤར་བ་ཡིན་ན་ཡང་དེ་ལ་ཁྱད་འཛིན་དང་གཏད་སོ་གི་བློ་དེ་ཞིག་གཏད་སོ་གི་བློ་ཡི་བྱང་ངམ་དེ་ཡི་ཞིག་གི་རིས་དེ་མ་འཇལ་བྱས་ནས་དེ་ནས་ཕྱི་ནང་གི་རྐྱེན་ཐམས་ཅད་དེ་ཆོས་ཉིད་ལྟ་སྒོམ་གྱི་གྲོགས་སོ་བ་ཁྱེར་ཐུབ་ན་དེ་ནས་རྐྱེན་སྣང་ག་རེ་ཤར་བ་ཡིན་ན་ཡང་དེ་ལྟད་མོ་རེད་ཟེར་ཡ་དེ་ལྟད་མོ་དེ་དེ་རེད་ནམ་ཞིག། ནམ་ཞིག་རྐྱེན་དེ་དང་དེས་རྣལ་འབྱོར་བས་ཀྱི་ཉམས་ལེན་ལ་ཡང་མ་འདྲིས་པ་མ་ནོས་པ་གང་སྣང་གང་ཤར་དེ་ཆོས་ཉིད་ཀྱི་གྲོགས་སུ་འགྲོ་ཐུབ་ན་དེའི་སྐབས་དེའི་དུས་སུ་ཕྱི་ནང་གི་རྐྱེན་ཐམས་ཅད་དེ་རྣལ་འབྱོར་པ་ལ་བརྟན་པོར་འགྲོ་གི་ཡོད་རེད། དེ་ཡོང་ཡ་ལ་ད་ལྟ་འདིའི་ཚིག་རིག་པ་མ་ཡིན་ཤ་ཟའི་ཚིག་དེ་ཡོང་བས་ད་ཚིག་གཉིས་པ་དེ་མ་ཡིན་བ་ཤ་ཟའི་དེ་རིག་པ་རྐྱང་པ་ལ་མ་ཡིན་པ་བཞག་ཡ་ཡོད་མ་རེད་ལྷག་པར་དུ་ལས་དང་པོ་པ་ལ་ནམ་ཡང་ཡོང་ཐབས་མེད་པ་རེད་ད་དེ་འདྲ་ཡིན་ན་རིག་པ་ལ་བཞག་དགོས་ཀྱི་ཡོད་ན་མ་ཡིན་པ་བཞག་དགོས་ན་རིག་པ་དེ་དང་ལྷན་ཅིག་ཏུ་འབྲེལ་བསྡད་པས་ཀྱི་བཟང་ངན་གྱི་རྣམ་རྟོག་དེ་ཚོ་ཐམས་ཅད་ལ་ཡང་གནད་དུ་བསྣུན་དགོས་ཀྱི་ཡོད་རེད་ད་དེ་ཆགས་ཆེན་སྐབས་སུ་ལ་གསལ་པོ་ཡོད་རེད་ལྷག་པར་དུ་ཆགས་ཆེན། འོ། ཟླ་བའི་འོད་ཟེར་ནག་མོ་ལ་ཡང་དྭགས་པོ་སྤྲ་རྣམས་ཀྱི་ལུང། རིགས་པ་གཉིས་ཀྱི་ཐོག་ནས་འགྲེལ་བཤད་མང་པོ་བརྒྱབ་གནང་འདུག། འོ་འདི་ཡག་པོ་ཡོད་རེད་ད་ཁོ་མོ་གི་གྲོགས་སུ་འགྲོ་ཡ་ལ་རྩད་གཅོད་ཡ་ལ་ལུང་རིགས་ཀྱི་རྩད་གཅོད་དགོས་ན་ཆར་ཆེན་ཟླ་བའི་འོད་ཟེར་ལས་ལྷག་པ་མི་འདུག་ག་འོ་འདི་ནང་ཡོད་རེད་ད་རྫོགས་ཆེན་ནང་ཁོ་དེ་འདྲེ་བ་ཡོད་དེ་དེ་ནང་ལ། འོ་དེ་རེད་ད་འོ་ན། ཉམས་མྱོང་མེད། བླ་མ་བླ་མ་ཉམས་མྱོང་ཅན་བསྟན་མ་ཤེས། བླ་མ་ག་སྲིད་ཉམས་མྱོང་ཅན་ཞིག་ང་ཚོས་བསྟན་པ་ཡིན་ན་ཡང་དུས་ཚོད་ཐུང་ཐུང་གཅིག་གི་ནང་ལ་ང་ཚོར་རེ་བ་ཆེན་པོ་རྒྱག་གི་ཡོད་རེད་འདུག་ག་ཉི་མ་གསུམ་གཟའ་བདུན་གཟའ་གཅིག་སྒོམ་བརྒྱབ་ན་ཕལ་ཆེར་ན་ནི་གང་འཚམ་ཞིག་ལ་ཡང་ཆུ་གཉིས་ངོས་སུ་འཛག་སྙམ་གོང་འཕེལ་དེ་ཚོ་ཚང་མ་ཤར་ཡོང་བསམ་པའི་རེ་བ་ཆེན་པོ་རྒྱག་གི་ཡོད་རེད་དེ་ལྟར་ཡོང་གི་མ་རེད་བ། དེ་མ་ཡོང་ཡོང་དུས། ད་རྣམ་ཀླ་མའི་གར་སྲུང་བས་ན་ད་ཁྱོད་རང་རྣམ་རྟོག་ལ་རྩ་ཏུ་བསྣུན་དགོས་རེད། རྣམ་རྟོག་ལ་གནད་དུ་བསྣུན་དགོས་རེད་ཟེར་ནས་རྣམ་རྟོག་བསྣུན་སྐྱོང་གི་གདམས་ངག་དེ་གནང་གི་ཡོད་རེད། ད་དེ་བཤད་ཡོང་དུས་ང་ཚོ་རྣམ་རྟོག་ལ་གོམས་པ་ཤུགས་ཆེན་པོ་ཞིག་ཡོད་པ་ཡིན་འགྲོ་སྒོམ་དེ་ལ་ཡང་གནད་དུ་བསྣུན་ཡོང་དུས་རྣམ་རྟོག་ཇེ་མང་དུ་འགྲོ་ཡ། རྣམ་རྟོག་གི་ནུས་ཤུགས་དེ་མཐོ་རུ་འགྲོ་ཡ། རྣམ་རྟོག་གི་རྩ་དང་རླབས་དེ་ཤུགས་ཆེ་རུ་འགྲོ་ཡ་གི་ཚོར་སྣང་ཞིག་ཡོང་གི་རེད། ད་དེ་ཅིག་བྱུང་སོང་ན་ག་རེ་བྱེད་དགོས་རེད་ཟེར་དུས་ཚིག་གི་གསུམ་པ་དེ་རྣམ་རྟོག་སྐྱེས་ན་རང་ཤར་རང་རོ་འགྱུར། རྣམ་རྟོག་སྐྱེས་ན་ཟེར་བའི་ཚིག་དེ་ག་རེ་ཟེར་རྣམ་རྟོག་དེ་སྐྱེ་བྱེད་པ་རེད་སྐྱེས་ན་ཟེར་ཡ་གི་རྒྱུ་མཚན་དྲན་པའི་སྐད་ཆ་མ་རེད། ག་སིའི་རྣལ་འབྱོར་པ་ལགས་ཟེར་བའི་སྐབས་སུ་གང་ཟག་དེ་བྱེ་བྲག་པ་ལ་སྦྱར་གྱི་འདུག་པ་མ་གཏོགས་སེམས་ཅན་ཐམས་ཅད་དེ་ཤེས་ཀྱི་ཡོད་མ་རེད་དགོངས་པ་པོ། དགོངས་པ་པོ་གང་ཟག་ལགས་ཅེས་ན་གང་ཟག་བྱེ་བྲག་པ་ཞིག་བཤད་དེ་བཤད་ཡོད་འདུག་དེ་འདྲའི་གང་ཟག་དེ་ལ་རྣམ་རྟོག་དེ་བསྟུད་མར་སྐྱེས་སོང་ན་ཟེར་བ་རེད་སྐྱེས་ན་ཟེར་ཡ་དེ་སྒོམ་བཞིན་དུ་སྒོམ་བཞིན་དུ་རྣམ་རྟོག་བསྟུད་མར་སྐྱེས་ན་ག་རེ་དགོས་པ་ཞེ་ན་ཁྱེད་རང་གིས་དེ་ལ་ཡང་སྙིང་པོ་ལོགས་སུ་བསྟན་དགོས་པ་མ་རེད་ད་ལྟ་གོང་དུ་བཤད་པའི་གི་རིག་པ་མ་ཡིན་དབང་བཞག་པའི་སྟོབས་དང་ཆོས་དབྱིངས་བརྒྱན་པ་ཡིན་པའི་རྒྱུ་མཚན་གཉིས་ལ་བརྟེན་ཡོད་འདུག་རྣམ་རྟོག་དེ་རང་ཤར་རང་གྲོལ་ཡང་འགྲོ་གི་རེད། ད་འདིར་ང་ཚོས་འདོད་ཆགས་རང་ཤར་རང་རོལ་ཟེར་ཡོང་དུ་ད། ད་འདི་དེའི་ལེའུ་བདུན་པ་དེ་ཚོ་ནང་ལ་ཡང་འདོད་ཆགས་རང་རོལ་ཅེས་བླ་མ་ལ་ཕྱག་བསམ་ལ་ཟེར་ན་ད་འདི་ངོ་ཐུག་བ། འདོད་ཆགས་རང་རོལ་ཞེ་སྡང་རང་རོལ་གཏི་མུག་རང་རོལ་ཕྲག་དོག་རང་རོལ། ད་རང་རོལ་ཟེར་ཡ་ད་ཚིག་དེ། ང་ཚོ་དཔེ་མང་པོ་བཞག་ཡོད་རྒྱུད་ལ་འདུས་པ་བོར་བ་ལྟ་བུ་རེད། རྡོ་བསེང་གི་སྟེང་དུ་ཁ་བ་བབས་པ་ལྟ་བུ་རེད། ད་གང་ན་ཤིང་གི་ཅིག་ཆག་ཆག་རུམ་ཆུ་རུ་བཞུར་བ་ལྟ་བུ་རེད་ཟེར་ན་དཔེ་དེ་ལུང་པ་གང་ཞིག་གི་དཔེ་ཆ་དེ་ཚོའི་ནང་ལ་འདུག་བ། ཡིན་ཡང་ད་རུང་ངོ་འཕྲོད་ཡོད་མ་རེད་དཔེ་དེ་ག་ཚོད་ག་བཞག་པ་ཡིན་ན་ཡང། རེད་འདུག་བ། ད་ཡིན་ན་ཡང་དེའི་ཤེས་རྒྱུད་མ་ཡིན་པ་ཐད་ཀར་ལ་བར་ཚིག་དེ་འདྲ་ཞིག་བརྒྱབ་བཞག་ན་ཡག་ཤོས་རེད། རང་འགྲོ་ཟེར། རང་གྲོལ་ཟེར་དེ་དང་ཁ་སང་མགོ་ལ་རྫོགས་ཆེན་སྐབས་སུ་ངང་བཞག་ཟེར་ངང་གྲོལ་ཟེར་སོ་གཅིག་པ་རེད། རང་གྲོལ་དང་ངང་གྲོལ། ད་དེ་ཡོང་ཡ་ལ། རང་ཤར་རང་གྲོལ་ཟེར་ཡ་དེ་རྣམ་རྟོག་གི་ངོ་བོ་ངོ་ཤེས་ན། ད་དེ་རེད་པ་ལས་ལྷ་ས་ནས་བཤད་ཡོང་དུས་རྣམ་རྟོག་གི་ངོ་བོ་ངོ་ཤེས། རྣམ་རྟོག་གི་ངོ་བོ་དེ་རིག་པ་ཆོས་ཉིད་ལ་ཡ་རྩེ་ཆོད། རྣམ་རྟོག་གི་ངོ་བོ་དེ་ཆོས་ཉིད་འོད་གསལ་ལྷན་ཅིག་ལྷན་ཅིག་སྐྱེས་པའི་ཡེ་ཤེས་དེ་ལ་ཡ་ཉམས་སུ་མྱོང་ཚར་ན་ཟེར་ཡོད། ད་དེ་འདྲ་གི་ཉམས་སུ་མྱོང་ཟིན་པའམ་ཉམས་མྱོང་སྐྱེས་ཟིན་པའི་གང་ཟག་གི་ངོ་ལ། རྣམ་རྟོག་བསྐྱེད་རིམ་བཞིན་དུ་ཁོ། བསྐྱེད་རིམ་བཞིན་དུ་རྣམ་རྟོག་དེ་ཆོས་ཉིད་སྟེང་དུ་རང་བཞིན་གྱིས་ཕར་འགྲོ་འགྲོ་དགོས་རེད། དེ་ལ་ཡང་བླ་མའི་མན་ངག་བསམ་དགོས་ཡ། ལུང་དང་རིགས་པ་ལ་ཡང་སྐྱབས་བཅོལ་དགོས་ཡ། དབང་དང་མན་ངག་ལ་ཡང་བསམ་བློ་བཏང་ནས་རྣམ་རྟོག་དེ་ཕར་འགྲོ་ཡ་གི་ཐབས་ཤེས་དགོས་ཀྱི་ཡོད་མ་རེད། ཆུ་ལ་རི་མོ་བྲིས་པ་ལྟ་བུ་སྤེ་དྷི་རེད་ད་དེ་རྫོགས་ཆེན་ནང་ལ་མང་པོ་འདུག་ཨ། ཆུ་ལ་རི་མོ་བྲིས་པ་ལྟ་བུ་ཟེར་ཡ་དེ་ཆུ་ལ་རི་མོ་བྲིས་ཆོག་པ། བྲིས་རིམ་བཞིན་དུ་རི་མོ་དེ་གནས་ཀྱི་མེད་པ། འོ་དེ་ལྟ་བུ་རྣམ་རྟོག་བསྐྱེད་ཆོག་པ་རྣམ་རྟོག་བསྐྱེད་ཀྱི་རེད། རྣམ་རྟོག་གྲོལ་ལོས་ས་མེད་པ་རེད། རྣམ་རྟོག་རྣམ་རྟོག་ལ་གྲོལ་ལོས་ས་མེད་པ་རེད་རྣམ་རྟོག་ཆོས་ཉིད་ཀྱི་རང་ས་ཡིན་ན། བྱས་ཙམ་ཆོས་ཉིད་ལ་ཡ། གཅིག་གི་རྩ་ལས་སྦྱོང་བྱས་ནས་ཆོས་ཉིད་ལ་ཡང་མྱོང་བ་ཚུལ་ཆོས་ཉིད་ཀྱི་ནང་དུ་ཕར་འཛུལ་ཡོང་དུས་དེའི་ཚུལ་ཅན་རྣམ་རྟོག་དེ་ཇེ་མང་རུང་རེད། རེད་འདུག་ག་དེ་ང་ཚོས་བསམ་གི་རེད་ཨོ་སྒོམ་རྒྱབ་རིང་བྱས་ན་རྣམ་རྟོག་དེ་ཕར་བརླག་འགྲོ་གི་རེད་བསམ་པ་དེ་མ་རེད་ལ་རྣལ་འབྱོར་པ་ན་རྣམ་རྟོག་འགུག་གི་ཡོད་རེད། རེད་འདུག་ག་རྣམ་རྟོག་སྐྱེ་དགོས་ཀྱི་ཡོད་རེད་རྣམ་རྟོག་ག་ཚོད་ཡོད་ན་འགུག་གི་ཡོད་རེད། ཡིན་ན་རྣམ་རྟོག་དེ་ག་ཚོད་ཡོད་ན་འགུག་གི་ཡོད་རེད་དེ་ཡིན་ན་ཡང་རྣམ་རྟོག་གི་རྩ་བ་ཆོས་ཉིད་འོད་གསལ་རིག་པ་དེ་ར་འཕྲོད་དེ་ལས་ཡང་ངོས་ཟིན་དེ་བཙལ་ས་ཟིན་དེ་མཐར་ཕྱིན་པའི་གི་ཡོན་ཏན་བཞི་དགུ་དེ་ལྟ་དེ་མི་ལ་རེ་བའི་མགུར་རྣམས་ལ་ཡོད་རེད་མཐར་ཕྱིན་པའི་གི་ཡོན་ཏན་བཞི་དེ་ཚང་ན། ཚང་ན། ད་ནི་རྣམ་རྟོག་སྐྱེ་རིམ་བཞིན་དུ་རྣལ་འབྱོར། བ་དེ་ལ་རྣམ་རྟོག་གིས་མི་སྒྲིབ་པ། རྣམ་རྟོག་དེ་ཆུ་ལ་རི་མོ་དཀྲིས་པ་ལྟ་བུ་རང་ཤར་རང་གྲོལ་དུ་འགྲོ་བ། རང་ཤར་རང་གྲོལ་དུ་འགྲོ་བ་ཙམ་མ་ཡིན་པར་རྣམ་རྟོག་ཆོས་ཉིད་ཀྱི་སྟེང་དུ་གྲོལ་ཡོང་དུས་དང་པོའི་ཆོས་ཉིད་ཀྱི་དོན་འཕགས་ལེབ་ཡོང་དུས་བྱེད་ཙམ་གྱི་རྣམ་རྟོག་ཕྲ་རགས་སྐྱེས་ན། དེའི་ཚོད་ཀྱིས་རྟོག་པ་ཡང་གོང་འཕེལ་དུ་འགྲོ་ཐུབ་ཡང་རྟོག་པ་བོགས་འདོན་ད་ཆ་ཕྱིན་སྐབས་སུ་བོགས་འདོན་རེད་རྟོག་པ་བོགས་འདོན་ཐུབ་ཡག་གི་ནུས་པ་སླེབས་ཀྱི་རེད་ཟེར་ཡག་རྒྱུ་མཚན་དེ་རྣམ་རྟོག་ངོ་ཤེས་པའི་སྐབས་རེད་ད། དེ་རེད་འདུག་བ་དེ་ང་ཚོས་ཞུགས་མ་ཐུབ་རྣམ་རྟོག་རང་མཚན་པ་ལ་བསམ་བློ་བཏང་ན་རྣམ་རྟོག་གི་སྒོམ་ལ་སྒྲིབ་གི་རེད་མ་གཏོགས་རྣམ་རྟོག་གི་སྒོམ་ལ་གྲོལ་བྱེད་ཀྱི་མ་རེད་དེ་ང་ཚོས་གནད་འགག་དེ་མ་ཤེས་ན། ཉོན་མོངས་རང་སེམས་དཔའ་ཞིག་རྒྱུད་ལ་ཡོད་ན་རྣལ་འབྱོར་པ་དེ་ཚོས་དྲིས་ཀི་ཉོན་མོངས་རང་སེམས་དཔའ་ལ་བསྟེན་བྱས་ནས་ད་ནི་རྟོགས་པ་གོང་དོན་འགྲོ་གི་རེད་ཟེར་སྐད་ཆ་གཅིག་འགྲོ་བསྡད་ཀྱི་ཡོད་རེད་དེ་མ་རེད་དེ་ནོར་བ་རེད་དེ་ཁ་ཚང་སྔ་དྲིས་དཔེ་འདི་དག་གི་གསུངས་སོང་བ་དཔང་སྒྱུར་ལམ་དུ་བྱས་པ་སོ་སོར་ཡང་ཉོན་མོངས་རང་སེམས་སྤོང་བ་ཁྱེད་རྣམས་མཐུན་ཟེར་སྡོམ་གསུམ་རྣམ་ལྔའི་ནང་ན་ཡོད་རེད་དོ། སྤང་བ་ལམ་འབྱེད་སྒྱུར་བ་ལམ་འབྱེད་ཟེར་ན་སྔགས་སྐབས་སུ་མང་པོ་འདུག་བ་སྤང་བ་ལམ་འབྱེད་སྒྱུར་བ་ལམ་འབྱེད་ཟེར། ད་ནི་དཔང་སྒྱུར་ལམ་དུ་བྱས་པ་དེ་ཉན་ཐོས་ཐེག་པའི་སྐབས་ནས་བཤད་པ་དང། བྱང་ཆུབ་སེམས་དཔའ་མཚན་ཉིད་ཐེག་པའི་སྐབས་ནས་ཤེས་པ་དང་གསང་སྔགས་སྐབས་སུ་ཤེས་པ་དེ་ཐབས་ལམ་གྱི་རིམ་པ་དེ་མ་འདྲ་བ་ཞིག་རེད། ཡིན་ན་ཡང་ཉོན་མོངས་རང་མཚན་དེ་སྤང་དགོས་པ་རེད་མ་གཏོགས་ཉོན་མོངས་རང་མཚན་པ་ལ་བརྟེན་བྱས་ནས་རྟོགས་པ་མཐར་ཕྱིན་པ་ཞིག་ཡོང་ཐུབ་གི་མ་རེད། དེ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ད་ལྟ་འདིའི་སྐབས་སུ་ལ་རང་ཤར་རང་གྲོལ་ཟེར་ཡ་དེ་རྣམ་རྟོག་རང་མཚན་པ་ལ་མ་འཛིན་པ་རྣམ་རྟོག་རང་མཚན་པའི་གི་གཏད་སོས་ཀྱི་བློ་ཡི་ར་བ་དེ་གཞིག་བྱས་ནས་རྣམ་རྟོག་གི་བར་ལག་དེ་འཇལ་བྱས་ནས་རྣམ་རྟོག་གི་བར་ལག་དེ་འཇལ་ནས་རྣམ་རྟོག་འཇལ་སོང་ན་དེ་ནས་རྣམ་རྟོག་སྐྱེས་ན་ཡང་ཁོ་རང་ཤར་རང་གྲོལ་རེད་དེ་འདྲའི་གི་རྣལ་འབྱོར་པ་ལ་རྟོགས་པ་ཇི་ཙམ་ཞིག་སྐྱེས་པ་ཡིན་ན་ཡང་རྣམ་རྟོག་ག་ཚོད་ཅིག་སྐྱེས་པ་ཡིན་ན་དེ་ཉམས་མྱོང་ཉམས་ལེན་གྱི་རྟོགས་པ་གོང་འཕེལ་དུ་འགྲོ་ཡ་དང་བོང་སྟོན་འགྲོ་གི་རེད་ཟེར་ཡ། ད་དེ་ཚོ་རེད་དེ་ཁྲ་ས་ནས་ཀི་དེ་བཤད་ཡོད་རེད་མ་གཏོགས་ད་ལྟ་ང་ཚོ་གི་གཅིག་གི་བཟུང་བ་རང་བཙན་པ་འཛིན་པ་རང་བཙན་པ་ལྟོགས་པ་རང་བཙན་པ་དེ་འདྲ་ཅིག་རྒྱུད་ལྡན་གི་གང་ཟག་ལ་དེ་ཚིག་དེ་ཡོང་ཐུབ་གི་མ་རེད། དེ་མི་འདུག་བ་ད་དེ་ཕར་ཁྲ་རུ་ཁྲ་རུ་ཁྲ་རུ་ཁྲ་རུ་འགྲོ་ཡོང་དུས་ད་ནི་གང་བསམ་གྱི་ལ་ངའི་ཁ་ཚོན་ངོ་མ་ཁྱོད་སྣང་བ་ལམ་ཆེན་རྣམས་ལ་འདུག་ཟེར་ཞུས་པ་ཡིན་པ་ད་ནི་མ་འདོད་ཆགས་རྣམས་ལ་ཆགས་ཚར་ལོ་ཞེ་སྡང་རྣམས་ལ་ཆགས་ཚར་ལོ་གཏི་མུག་རྣམས་ལ་ཆགས་ཚར་ལོ་ཕྲག་དོག་རྣམས་ལ་ཆགས་ཚར་མ་དམྱལ་བ་རྣམས་ལ་ཆགས་ཚར་ལོ་མ་ཡི་དྭགས་རྣམས་ལ་ཆགས་ཚར་ལོ་མ་དུད་འགྲོ་རྣམས་ལ་ཆགས་ཚར་ལོ་ཟེར་ཡ་དེ་ཆགས་ཚར་སྲིད་ཀྱི་ཡུལ་དེ་དང་དེ་ཚོ་ཆགས་སོ་ཉོན་མོངས་པའི་གི་བློ་དེ་དང། ཆགས་སོགས་ཉོན་མོངས་པ་དེ་དག་ལས་སྐྱེས་པའི་ཀྱི་འབྲས་བུ་དམྱལ་བ་ལ་སོགས་པའི་ངན་སོང་དེ་ཚོ་དེ་ཐམས་ཅད་ཡང་བློ་ཡི་གཏད་ཚོད་ཀྱི་ར་བ་དེ་མ་ཞིག་གི་རིང་ལ་དེར་སྐྱེ་མཆེད་ཀྱི་རྒྱུའམ་རྐྱེན་དེར་སྐྱེ་སའི་ཀྱི་གནས་དེ་ཚོ་ཚང་བ་དེ་ཀོ་རང་སེམས་པ་ཡོངས་དེ་ཡོད་རེད་རྟོགས་པ་ཆུ་གཉིས་ལ་ཡང་གྲོ་ཚང་གི་དང་པོའི་ཆུ་གཉིས་སྟེང་དུ་སླེབས་ནས་ད་ནི་རྟོགས་པ་རང་སོར་ཆུད་ཚར་ན་རྟོགས་པ་རང་སོར་ཆུད་ཟེར་ཚིག་དེ་རྟོགས་པ་རང་སོར་ཆུད་ཟིན་པའི་ཀྱི་རྣལ་འབྱོར་པ་ལ་དེ་དག་གི་སྐྱོན་མེད་པ་རེད་དེ་འདྲ་ཡིན་དུས་རྣམ་རྟོག་སྐྱེས་ན་རང་ཤར་རང་གྲོལ་འགྱུར་ལྟ་སྒོམ་མན་ངག་རྩ་བ་དེ་ལས་མེད་ད་དེ་ལས་ལྷག་པའི་ཀྱི་རྫོགས་པ་ཆེན་པོ་ལ་མན་ངག་ཡོད་མ་རེད་སོང་ཡོད་དུས་ཟུར་ལ་ཆགས་ཅན་ལ་ཡང་དེ་ལས་ལྷག་པའི་མན་ངག་མེད་པ་རེད། དེ་རེད་དོ། ད་ནི་ང་ཞུ་བའི་རྒྱུ་མཚན་འདི། དེ་འབྲེལ་གྱི་ཚིག་ཟབ་པོ་དེ་དག་ང་ཚོས་ཅིག་ད་ལྟ་ལུང་སྟོན་ཅིག་ལོངས་སུ་སྤྱོད་ཡོང་དུས། དངོས་མང་སྤྱི་དང་ལ་ཞུས་སྙོམས། ད་ཁྲི་ཡེ་ཤེས་བླ་མ་དེ་ཚོ་བྲེལ་ཏེ་ཤོ་མོ་སྒོར་རེད་ད་ནི་ཁ་དིང་ཤོ་ལབ་དེ་ཚོའི་གྲས་ནང་ན་ནི་རྫོགས་ཆེན་གྱི་དག་མེད་ངག་གི་རྩ་བ་བཤད་ཀྱི་ཡོད་རེད་ཡིན་ན་ཡང་ལུང་རྒྱ་ཆེ་བ་གྲངས་མང་བ་ཁ་འཐོར་སོང་བ་ཡིན་དུས་བཙན་པ་ལ་བླ་མ་ཚོས་ཀྱི་འགྲེལ་བཤད་ཕྱོགས་རེ་བ་གནང་པ་ཡིན་ན་ཡང་ཁ་ཤས་ནི་ལྷག་འགྲོ་ངེས་ཁ་ཤས་ནི་ཡང་འགྲེལ་བཤད་གནང་པ་ཡིན་ན་ཡང་ཁ་ཤས་ལྷག་འགྲོ་བ་ཕྱོགས་གཅིག་ཏུ་སྤུངས་བྱས་ནས་འདུག་ཟེར་ནས་ཡོང་ཐུབ་ཡ་དེ། རེད་འདུག་ག་ཕྱོགས་ཡོངས་སུ་འཚོལ་སྡུད་བྱས་ནས་ཕྱོགས་སྡོམ་བྱས་ནས་མ་གསུངས་ཐུག་ཡང་ད་ཀ་ལེ་ཁ་བོ་རེད་ཀར་སེམས་ན་མན་ངག་གི་དྲན་པ་དེ་ཚོ་དེ་ཚོ་གྲངས་མང་པོ་རེད་བ་ད་ལྟ་གོང་དུ་ཞུས་པ་ལྟ་བུ་རེད་དེ་འདྲ་ཡིན་དུས་ད་ཚིག་བཞི་པོ་དེ་བསྒོམ་དུ་མེད་པའི་ཆོས་དབྱིངས་བརྒྱན་པ་ལ་བསམ་དུ་མེད་པའི་རིག་པ་མ་ཡིན་བཞག་རྣམ་རྟོག་སྐྱེས་ན་རང་ཤར་རང་རོ་འགྱུར་ལྟ་སྒོམ་མན་ངག་རྩ་བ་དེ་ལས་མེད་ཟེར་དུས་སྙིང་ཐིག་གི་སོག་ནས་ད་ལྟ་འདི་སྐབས་སུ་སྙིང་ཐིག་རེད་བ་སྙིང་ཐིག་གི་སོག་ནས་འདི་འདི་ལས་ལྷག་པ་མེད་ཟེར་བཤད་ཡོང་དུས་ཐུན་མོང་གི་ཐོག་ལ་ཐུན་མོང་མ་ཡིན་པའི་ཐོག་ལ་ཐུན་མོང་གི་ཐོག་ནས་ཟབ་པའི་མན་ངག་གི་རིམ་པ་མཐའ་དག་ཡང་དེ་ལས་ལྷག་པ་མེད་ཟེར་ཡང་ང་ཚོ་གོ་ཐུབ་དགོས་ཡག་རེད་རྟགས་དེ་ཉམས་ལེན་བྱེད་དགོས། རྟགས་ཉམས་ལེན་བྱེད་ཡག་ལ། གཅིག་གིས་སང་སང་ཉིན་བརྒྱད་གནངས་ཉིན་བརྒྱད་ཟེར་སྐད་ཆ་བཤད་པ་མ་ཡིན་པར་ཁོ་རང་འདི་འདྲའི་གཅིག་གི་ཉམས་ལེན་གྱི་ཐོག་ལ་འགྲོ་ཐུབ་ན་དཔེར་ན། ཟག་བཅས་ཀྱི་ཕུང་པོ་དེ་འོད་སྐུར་ལས་ཡར་དབང་པོ་ཐ་མ་དང་བརྩོན་འགྲུས་ཐ་མ་ཡིན་ན་ཡང་ལོ་བཅུ་གཉིས་ནས་ཡོང་ཐུབ་ཀྱི་ཡོད་པ་དེ་རྫོགས་ཆེན་སྐབས་སུ་དེ་བཤད་བསྡད་ཀྱི་ཡོད་པ་རྫོགས་ཆེན་སྐབས་སུ་དེ་གསུང་གི་ཡོད་རེད་ཡོང་ཐུབ་ཀྱི་རེད། དེ་རེད་དེ་ཡིན་དུས་ད་མདོར་ན། ཟག་བཅས་ཀྱི་ཕུང་པོ་འོད་སྐུར་དུ་དེངས་ཟེར་ཡ་དེ་རྟོག་ཚོགས་ནང་གསར་དུ་དེངས་ཡོང་བ་རེད་རྟོག་པའི་ཚོགས་ག་ཚོད་ཅིག་སྐྱེས་པ་ཡིན་ན་ཡང་ཁོ་ནང་གསར་དུ་དེངས་ཡོང་བ་རེད། དེ་དེང་ཡང་ལ་དཔེ་ནས་ཁ་ཐོར་གོང་དུ་བཤད་པའི་རྟགས་བཤད་རབས་རྒྱ་ཆེ་བ་བླ་མ་བསྟེན་དགོས་པ་བླ་མའི་མདུན་ནས་གདམས་ངག་ག་ཚོད་ཡིན་ན་ཡང་མང་པོ་ཞུ་དགོས་བ་གཅིག་རེ་གཉིས་གསུམ་གིས་ཡོང་ཐུབ་ཀི་མ་རེད་གདམས་ངག་ག་ཚོད་ཡིན་ན་མང་པོ་ཞུ་དགོས་བ་གདམས་ངག་ཞུས་པ་དེ་ཚོའི་གྲས་ལ་ཡང་ལྷ་གནས་གཅིག་གི་སོ་སོ་གིས་བསམ་བློ་བཏང་དགོས་བ་བསམ་བློ་བཏང་པའི་སྐབས་སུ་ལ་ཡང་དཔེ་ཆ་གཅིག་དང་གདམས་ངག་གཅིག་ལས་གཞི་སྐྱོ་བ་མ་ཡིན་པར་གདམས་ངག་དེ་དང་མན་ངག་དེ་དང་ཁྲིད་ཡིག་དེ་ཚོའི་ནང་ནས་སྟོན་བཅུད་དེ་ཡང་ཆུང་ཚད་ནས་དེ་ཡི་གཞི་ལ་བཞག་དེ་ལ་ང་ཚོས་བསམ་བློ་བཏང་ནས་ང་རང་ཚོད་ཀྱིས་དེ་ལ་ཡང་བར་འགྲེལ་བཤད་རྒྱག་ཐུབ་ཡག་ལ་དེའི་འགྲེལ་བཤད་རྒྱས་ཏེ་ཁ་ནས་དེ་ག་ཚོད་དཔེ་ཆ་མང་པོ་ཞིག་ཀློག་བསྡད་པའི་འགྲེལ་བཤད་རྒྱག་པ་མ་ཡིན་པར་ཉམས་མྱོང་གི་ཐོག་ནས་འགྲེལ་བཤད་རྣོན་པས་རྒྱག་ཐུབ་པ། འགྲེལ་བཤད་གསལ་པོ་བཟོ་ཐུབ་པ། ཕ་རོལ་པོ་གི་མ་གཏོགས་ལོག་རྟོག་ཐམས་ཅད་སེལ་ཐུབ་པ་ཅིག་ཡོད་པ་ཡིན་ན་དེ་ལས་ཡང་ཤེས་རབ་རྒྱ་ཆེ་བ་ཞིག་ཡོད་རེད། དེ་རེད་འདུག་ད་ཤེས་རབ་གསར་བ་ཞིག་སླེབས་ཡོང་དུས་དེ་དང་འབྲེལ་བ་ཡོད་བསྡད་པ་དེ་ག་རེ་ཡོང་གི་རེད་བསམ་ན། ད། རྟོག་ཚོགས་ཕྲ་རགས་ཐམས་ཅད་དེ། གཅིག་གིས་ཉམས་མྱོང་ཉམས་ལེན་གྱི་སྐབས་སུ་ཡང་གཅིག་གིས་རྟོག་ཚོགས་ཕྲ་རགས་མང་པོ་ཡོང་གི་ཡོད་རེད་རྟོག་ཚོགས་ཕྲ་རགས་མང་པོ་ཡོང་པ་ཡིན་ན་ཡང་རྣལ་འབྱོར་པ་དེ་ཚོས་གཅིག་གིས་རྟོག་ཚོགས་དེ་ལ་སྟངས་འཛིན་བྱས་མ་ཤེས་ན་རྟོག་པ་ཐམས་ཅད་ལས་ཡང་སྐྱོན་དུ་བལྟས་ན་ཉེས་པ་ཡོང་གི་ཡོད་རེད་སྐྱོན་ཡོང་གི་ཡོད་རེད་ད་དེ་འདྲ་ཡིན་དུས་ཐབས་ལ་མཁས་པའི་ཐོག་ནས་རྟོག་ཚོགས་ཐམས་ཅད་དེ་ལ་ཡང་སྟངས་འཛིན་བྱེད་སྟངས་ཤེས་པ། རྟོག་ཚོགས་ཐམས་ཅད་དེ་ཆོས་ཉིད་ཀྱི་ལམ་དུ་ཡང་ཁྱེད་དང་བཤད་པ། ཉམས་ལེན་གྱི་གྲོགས་སོ་སོའི་རྒྱུ་རུ་བཤད་པ་དེ་ཚོ་གལ་ཆེན་པོ་རེད་འདུག་བ། ཐབས་ལ་མཁས་པ་ཟད་ཅིག་སྟེ། དེ་མ་བཤད་ན། ཡང་ཉོན་མོངས་རང་མཚན་པ་ལམ་དུ་བྱེད་ལ་ཉེ་ཁ་འདུག་བ། དེ་མིན་པ། རྟོག་ཚོགས་གང་ཤར་དེ་ཆོས་ཉིད་ཀྱི་གྲོགས་ཆགས་བསྡད་ཡོད་རེད་ཆོས་ཉིད་ཀྱི་གྲོགས་ཡིན་ན་ཡང་ཆོས་ཉིད་ཀྱི་གྲོགས་ལ་ཁྱེད་ཤེས་པ་ཅིག་དགོས་ཀྱི་རེད་མ་གཏོགས་ཆོས་ཉིད་ཀྱི་གྲོགས་ཡིན་ཚེ་དེ། ཉམས་ལེན་བྱེད་བྱེད་པ་ཡིན་ཟེར་ན་དེ་ཡོང་ཡ་མེད་པ་རེད་དེ་འདྲ་ཡོད་དུ་གྲོགས་སོ་ཁྱེར་ཤེས་པ། ལམ་དུ་ཁྱེར་ཤེས་བ་ཅིག་དགོས་ཀྱི་ཡོད་རེད་དེ་ཁྱེར་ཤེས་པ་ཤེས་རབ་གསར་བ་ཆགས་ཡོད་རེད། བདག་དེ་འདྲའི་དོན་ཡང་ཤེས་རབ་དེ་གསལ་བ་དགོས་ཡོད་གསལ་བ་ཙམ་མ་ཡིན་ཤེས་རབ་དེ་ཟབ་པ་དགོས་ཡོད་ཟབ་པ་ཟེར་ཡང་གདམས་ངག་རགས་པ་ཙམ་མ་ཡིན་པར་གདམས་ངག་ཕྲ་བ་ལ་འཇུག་ཤེས་པ་ཞིག་དགོས་ཡོད་རེད་གདམས་ངག་ཕྲ་བ་དེ་ཡང་ལམ་ལ་ཚོད་རྒྱར་ཤེས་པ་ཞིག་དགོས་ཡོད་རེད་དེ་ཡང་དུས་དང། གནས་སྐབས། ད་ག་ན་ཞིང་གི་སྤྱོད་ལམ། འོ་དེ་ཚོ་ཐམས་ཅད་ལ་ཡང་ཕར་རྒྱར་ཤེས་པ་ཞིག་དགོས་ཡོད་རེད་དེ་རྒྱར་མ་ཤེས་ན་གང་ཐོས་ཐོས་ལ་ཉམས་ལེན་བྱས་པ་ཡིན་ན་འགྲིག་གི་ཡོད་མ་རེད་དེའི་དུས་དེའི་སྐབས་དེའི་རྒྱུ་ཚོད་དེའི་རིམ་པ་དེའི་ལམ་ཟེར་ཡང་དེ་དང་ཁྲིད་ནས་སྐོར་དུས་དང་གནས་སྐབས་སོ་སོ་ཀྱི་ཆེད་ནས་བཤད་ཀྱི་འགྲོ་བ་མན་ངག་དེ་ཚོ་མ་གཏོགས་གང་ཐོས་ཐོས་ཀྱི་རྒྱག་ཡ་ཡིན་ས་མ་རེད། སྐབས་དེའི་སྐབས་སུ་རི་ལ་འགྲོ་དགོས་ཡ། དེའི་དུས་ཚོད་དེ་འདྲ་ཞིག་བར་དུ་བསྡད་དགོས་ཀྱི་ཡོད་པ་དེ་ནས་མར་ཡོང་དགོས་ཀྱི་ཡོད་པའི་གལ་ཆེན་པ་དེ་ཚོ་རེ་ཁྲིའི་ནང་ན་གསལ་དགོས་འདུག་བ། འོ་དེའི་འཕྲོ་དེའི་ཤེས་རབ་ཟབ་པའི་ཐོག་ནས་ཡོང་དགོས་ཡ། དེ་ནས་ཤེས་རབ་མྱུར་བར་དགོས་ཀྱི་མྱུར་བར་གསལ་ཡ་དེ་བླ་མའི་ཡོན་ཏན་ལ་གདམས་ངག་སྟོན་པ་དེ་སྟོན་རིམ་བཞིན་དུ་དེ་དེ་མ་ཐག་ཏུ་རྒྱུད་ལ་ཡ་སྦྱར་ཤེས་པ། རྒྱུད་ལ་འབྱོར་ཤེས་པ། རྒྱུད་ལ་འབྱོར་བ་ཙམ་མ་ཡིན་པར་རྒྱུད་ལ་འབྱོར་ཚོད་དེ་གི་འབྲས་བུ་མངོན་དུ་བྱེད་ཐུབ་པ་ཞིག་དགོས་ཀྱི་ཡོད་རེད། འོ་དེ་ཡིན་དུས། ད། མདོར་ན་བརྩོན་འགྲུས་དང་དབང་པོ་རམ་རིང་ག་འདྲ་ཞིག་ཡོད་པ་ཡིན་ན་ཡང་རིང་ཐུང་གི་ཁྱད་པར་ཙམ་བྱས་པ་མ་གཏོགས་དེ་ནི་ད་ལྟ་གོང་དུ་བཤད་པའི་གི་མན་ངག་གི་རྩ་བ་དེ་ཐོབ་ཐུབ་ཀྱི་ཡོད་པ་རེད་ཟེར་ཡ་དེ་དག་གྲོལ་ལུགས་ཀྱི་ནང་ནས་བཤད་ཀྱི་ཡོད་པ་རེད། ད་ལྟ་འདིར་རྫོགས་ཆེན་སྐབས་སོགས་ལ་ཡང་གྲོལ་ལུགས་གསུམ་ཕྱི་ལུགས་བཞི་ལྷག་མེད་དང་ལྷག་ཆད་ཀྱི་མྱང་འདས་གཉིས་ཟེར་དེ་དག་དེ་ཚོ་གཅིག། སྒོ་གསུམ་ལྷག་མེད་དུ་གྲོགས་དང་གི་རྫོགས་ཆེན་སྐབས་ལ་རིམ་པ་མང་པོ་བཤད་ཀྱི་འདུག་བ་གྲོལ་ལུགས་གསུམ་སྡོད་ལུགས་གསུམ་མིག་ཡོར་བ་གསུམ་ཟེར་མང་པོ་ཡོད་པ་རེད་ད་དེ་ཚོ་དེ་དང་སྦྱར་ནས་ད་དུ་ཤོག་ལུགས་གང་དེ་ལས་སྦྱར་ནས་འགྲོ་དགོས་ཀྱི་ཡོད་པ་རེད། བསྒོམ་དུ་མེད་པའི་ཆོས་དབྱིངས་བརྟན་པ་ལ་བསམ་དུ་མེད་པའི་རིག་པ་མ་ཡིན་ཞག་རྣམས་རྡོ་རྗེ་སྣང་རང་ཤར་རང་གྲོལ་འགྱུར་ལྟ་སྒོམ་མི་མངའ་རྩ་བ་དེ་ལས་མེད། ཨོ་ད་དེ། ད་ལྟ་འདིའི་སྐབས་སུ་ལ་ཡང་གཅིག་གི་ཁྲིད་ལུང་འདྲ་བཞིན་འདོན་འདེགས་ཡོད་པ་ཡིན་དུས། རང་དང་རང་འདྲ་བའི་གང་ཟག་ཁམས་དང་དབང་པོ་གཅིག་པ་ཡིན་ན་ངས་མང་པོ་ཡོད་རེད་དེ་ཚོར་ཡང་གཅིག་པ་བྱས་ན་ཕན་ཐོགས་ཡོད་འགྲོ་བསམ། དགེ་ལས་སྐྱོན་ཡོད་མ་རེད་བསམ་ནས་ཞུས་པ་ཡིན།